ར་རྗེ་གུ་རིན་ན་རིན། བྱ་སྒྲེང་པོ་ཆེན་ན་ཆེན། ར་ཏཱ་ཏཱ་སྟག་ག་ས་སྟག། མ་འོ་བྱ་ནར་ཕྱོགས་ག་ཕྱོགས། བ་འོ་ར་ག་ད་ག་ཡ་ད་རྒྱ་ད་རྒྱལ། ཀ་ཡ་ད་ཀྱ་ཀྱི་གུ་ཀྱི། ཕ་ཡ་ད་ཕྱག་ག་ཕྱག། མ་འོ་ཚ་ན་ཚན་ཅ་ན་ཅན། རིན་ཆེན་སྟག་ཕྱོགས་རྒྱལ་གྱི་ཕྱག་མཚན་ཅན། ཕ་ཡི་ད་ཆ་ན་རོ་ཆོ་ག་ས་ཆོག་ད་ཤི་ཆུ་བསྡུས་ཟེར་བསྡུས། ར་ག་ད་ག་ཡི་ད་རྒྱལ་ལ་རྒྱལ་བ་མ་ཨུ་ཆ་ན་རོ་ཆོས་ད་ཆོས་ཅག་རྒྱལ་ཀུ་བཅིང་ང་བཅིང། ད་ཨུ་ག་ཡི་ད་རྒྱལ་འབྲིང་པོ་རྒྱལ་ས་རྒྱལ་ཕ་ཨུ་ས་ག་ད་ག་ཡི་ད་རྒྱལ་འབྲིང་པོ་སྐྱེད་ད་སྐྱེད་མ། ཆོག་བསྡུས་རྒྱལ་བ་ཆོས་བཅིང་རྒྱལ་སྐྱེད་མ། ས་ག་ད་ག་འབྲིང་པོ་སྒེག་དགའ་ས་སྒེག་ས་ན་རོ་སྲོག་དགའ་ས་སྲོག་ང་ན་རོ་ངོ་བོ་ན་རོ་ཨོ་ར་ད་ད།

ངག་གི་སྒོ་མིག་ག་མིག་ས་ཏྭ་ཏྭ་ཏནྟར་སྟོང་ང་སྟོང། ལ་ད་ད་དན་ན་དན་དང་ང་དང་ར་ག་ད་གཡ་ད་རྒྱལ་ལ་རྒྱལ་སྤ་ནར་སྤོ། ཡ་ཞབས་ཀྱུ་ཡུལ་ལ་ཡུལ། ཨའོ་ཁ་ནར་འཁོར་ར་འཁོར། ས་ར་ཏྲ་ས་ཞབས་ཀྱུ་སྲུང་ང་ས་སྲུང། མིག་སྟོང་དན་དང་རྒྱལ་སྤོ།

ལྷ་ཧབ་ད་ལྷ། ར་ཛ་ད་ཛ་ཟ་ཛེ། ཨའོ་ཁ་ན་ར་འཁོར་ར་ཁུར་ལ་ན་ར་ལོ་དང་ང་དང། རྣམ་ཐོས་སྲས་དང་ལྷ་ཛེ་འཁོར་ལོ་དང། ཏར་ར་ཏྲ་ཏྲ་རྗེ་གུ་ཏྲི་ཤ་ཆུ་ཆུ་ཤུར་ལ་ཤུར་ཏྲི་ཤུར། ལ་དང་ང་དང། མ་ཨོ་ད་ཤ་ཆུ་དུང་ང་དུང་ཐ་ཤ་བྱུ་ཐུང་ང་ཐུང། ར་ད་ད་ད་ན་ར་རྡོ།

ས་གའུ་ས་ཞབས་ཀྱུ་གསུམ་མ་གསུམ་གའུ་ན་ས་ནི། ས་ཞབས་ཀྱུ་སུ་ཟླ་འོ་ག་འབྲེང་མོ་རྒྱལ་ལ་འབྲེང་མོ་ལེགས་དགའ་ས་ལེགས། བ་འོ་ཀ་ར་བྲ་བྲ་ཤ་གྱི་གུ་ཤི་ས་ཤི། ས་པ་ད་པ་འབྲེང་པ་དཔལ་ལ་དཔལ། ས་གསུམ་གནས་སུ་རྒྱལ་ལེགས་བཀྲ་ཤིས་དཔལ།

བ་ཡ་དང་བྱ་བ་ར་ཙ་དང་ཙང་ཏར་རྩོམ་མ་རྩོམ་པ་ལ་བདག་ཅག་དེང་འདིར་བྱ་བ་རྩོམ་པ་ལ་བ་འོ་ག་འབྲིང་པོ་བགེགས་དགའ་ས་བགེགས་དང་ང་དང་ཉ་འབྲིང་མོ་ཉེ་བར་ར་བར་ཧའོ་ཚ་འབྲིང་པོ་ཚེ་བ་ཀ་ཞབས་ཀྱུས་ཀུན་ན་ཀུན་ཞྭ་སྦྱི་བུ་བཞི་ན་ས་ནས་བགེགས་དང་ཉེ་བར་ཚེ་བ་ཀུན་བཞི་ནས་ཧའོ་དང་ནར་རྡོ་དང་རྡོ་ད་ནར་བདུན་ན་བདུན། ད་བོ་དཔའ་ལ་དཔལ། ཧའོ་ཕ་སྦྲེང་པོ་འཕེལ་ལ་འཕེལ། བ་བོ་བསམ་མ་བསམ། ད་ནར་བདུན་ན་བདུན། ཡ་གཅིག་གུ་ཡིད་ད་ཡིད། བ་བོ་ཞ་གཅིག་གུ་ཞིན་ན་ཞིན། ཧའོ་ག་ར་དྲ་དྲ་ཞབས་ཀྱིས་བསྒྲུབས་པ་བསྒྲུབས། དོས་བདུན། དཔལ་འཕེལ། བསམ་བདུན། ཡིད་བཞིན་འགྲུབ། བ་བོ་ཀ་ར་དྲ་དྲ་ཞ་གཅིག་གུ་ཤི་ས་ཤི། བ་བོ་ད་སྦྲེང་པོ་བདེ། ལ་སྦྲེང་པོ་ལེགས་དགའ་ས་ལེགས། ཕག་ཞབས་ཀྱུ་ཕུན་ནག་ཕུན། ས་ཞབས་ཀྱུ་སུམ་མ་སུམ་ཚག་ནར་ཚོགས་དགའ་ས་ཚོགས། སྤར་ར་སྤར་ཤ་ནར་ཤོག་དགའ་ཤོག། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པར་ཨེ་ཤོག།